གཏམ་རྒྱུད་ཀྱི་ལམ་ནས་མེས་པོའི་ཞབས་རྗེས་འཚོལ་བ། ལེའུ་གཉིས་པ། ཀླུ་རིགས་གསལ་བའི་བསོད་ནམས་རྩེ་མོ། བསོད་ནམས་རྩེ་མོས་སྐུ་ན་གཞོན་དུས་ནས། རང་གི་སྐྱེ་བ་སྔོན་མ་ཤིན་ཏུ་གསལ་བོ་དྲན་གྱི་ཡོད་པ་མ་ཟད། སྐད་དང་ཡི་གེ་མང་པོ་ཞིག་སྦྱངས་པ་ལ་མ་ལྟོས་པར་ཤེས་ཀྱི་ཡོད་ལ། གྲོགས་གཞན་སུ་དང་ཡང་མ་འདྲ་བར། ཀུན་སྤྱོད་གཙང་ལ། སེམས་རྒྱུད་ཞི་ཞིང་དུལ་བ་ཞིག་ཡིན་པས་མི་སུ་དང་འཕྲད་ཀྱང་བསྔགས་བརྗོད་དང། ངོ་མཚར་མི་བྱེད་མཁན་མེད་པ་ལྟ་བུ་ཡིན། བྱིས་པ་མང་ཆེ་བ་སློབ་སྦྱོང་ལས་རྩེད་མོ་ལ་དགའ་བ་ཆོས་ཉིད་ལྟ་བུ་ཡིན་པ་ལྟར། ཁོང་གི་སློབ་གྲོགས་རྣམས་དགེ་རྒན་གྱིས་མི་མཐོང་བའི་ལྐོག་ཏུ་མང་ཆེ་བར་རྩེད་མོ་རྩེས་ནས་སྡོད་ཀྱི་ཡོད་ཀྱང་བསོད་ནམས་རྩེད་མོས་རང་གི་རྣམ་དཔྱོད་དང་ཀུན་སྤྱོད་ཚད་དང་ལྡན་པ་ཡར་རྒྱས་འགྲོ་ཐུབ་མིན་ནི་གཙོ་བོ་རང་གི་འབད་པ་དང་དོན་གཉེར་བྱེད་ཐུབ་མིན་ལ་རག་ལས་པ་ཡིན་ཟེར་ནས་རྒྱུན་པར་རང་གིས་རང་ལ་སྐུལ་ལྕག་བྱས་ཏེ་སློབ་སྦྱོང་ཐོག་འབད་པ་ལྷོད་མེད་བྱེད་ཀྱི་ཡོད། དེར་བརྟེན། བསོད་ནམས་རྩེ་མོ་དགུང་ལོ་བཅུ་བདུན་དུ་སོན་པའི་སྐབས་ཀུན་སྤྱོད་དང། ཤེས་ཡོན། རྣམ་དཔྱོད་བཅས་གྲོགས་སློབ་གཉེར་བ་ཀུན་ལས་ཁྱད་དུ་འཕགས་པ་ཞིག་ཏུ་གྱུར་ཏེ། ནང་དོན་རིག་པའི་ཀུན་སྤྱོད་དང། ལྟ་གྲུབ་ཀྱི་གཞུང་ལུགས་མང་པོ་ལ་མཁས་པར་གྱུར་ཅིང། དེ་དག་ཐུགས་ཐོག་ནས་འཆད་ཁྲིད་ཐུབ་པ་དང། ཆུ་བོ་གངས་དཀར་ཚུན་ཆོད་དུ། མཁས་པའི་སྙན་གྲགས་ཆེན་པོ་བྱུང་ཡང། ཁོང་གིས་སྐོམ་པས་ཆུ་འདོད་པ་ལྟར། མུ་མཐུད་འབད་བརྩོན་ཆེན་པོས་ཤེས་ཡོན་དོན་དུ་གཉེར་བ་ལས་སློབ་སྦྱོང་གཏན་ནས་མཚམས་འཇོག་གནང་མྱོང་མེད་པ་རེད། ཉིན་ཞིག། ས་ཆེན་ཀུན་དགའ་སྙིང་པོ་སོགས་ས་སྐྱའི་མཁས་པ་དང་མི་སྣ་སྙན་གྲགས་ཅན་མང་པོ་ལྷན་དུ་འཛོམས་པའི་ཚོགས་འདུའི་ཐོག་ས་སྐྱ་པའི་གདན་ས་པ་སུ་འོས་གྲོས་བསྡུར་མཛད་པའི་སྐབས། གུང་ན་བཞོན་པའི་བསོད་ནམས་རྩེ་མོ་ཡང་གདན་ས་པའི་འོས་གཞིའི་གྲས་སུ་མཚན་འདོན་ཞུས་ཡོད། འོན་ཀྱང། ཐོག་མའི་སྐབས་འགའ་ཤས་ཀྱིས། བསོད་ནམས་རྩེ་མོ་གུང་ན་བཞོན་པས་གདན་ས་བར་མི་འོས། ཟེར་ནས་བསམ་འཆར་བཤད་ཀྱང། ཀུན་སྤྱོད་དང་ཤེས་ཡོན་གང་ཅིའི་ཐད་ནས་བསོད་ནམས་རྩེ་མོ་དང་འདྲ་བ་གཞན་ཞིག་མ་རྙེད་པས་མཐའ་མ། བསོད་ནམས་རྩེ་མོ་གདན་ས་བར་བསྐོ་རྒྱུའི་གྲོས་འཆམ་བྱུང་བ་རེད། ཡིན་ན་ཡང། བསོད་ནམས་རྩེ་མོས། ད་ལྟའི་ན་ཚོད་འདི་གཞུང་ལུགས་ཀུན་ལ་ཕུགས་ཐག་ཆོད་པའི་སློབ་སྦྱོང་བྱས་ཏེ། ཤེས་རབ་དང་ཀུན་སྤྱོད་མཐའ་མེད་དུ་ཡར་རྒྱས་གཏོང་བའི་དུས་ཚོད་ཡིན་པ་ལས། མིང་དང། གོ་གནས་ཤིག་ལ་མགོ་འཁོར་བའི་སྐབས་མིན། ཟེར་ནས་ས་སྐྱའི་གདན་ས་པའི་མཚན་གནས་ལས་དགོངས་ཞུ་མཛད་དེ། སྐབས་དེའི་སློབ་སྦྱོང་གི་ལྟེ་གནས་སྙན་གྲགས་ཅན་གསང་ཕུ་ནེའུ་ཐོག་ཏུ་ཕྱིན། དེར་ལོ་བཅུ་གཅིག་གི་རིང་ལ་ཚད་མ་རིག་པའི་གཞུང་ལུགས་སོགས་ལ་སློབ་སྦྱོང་ཕུལ་དུ་ཕྱིན་པར་མཛད། བསོད་ནམས་རྩེ་མོས་ཆུང་བྱིས་པའི་དུས་ནས་བཟུང་ཤེས་ཡོན་དང་ཀུན་སྤྱོད་གཉིས་ནི་མི་ཞིག་གི་མི་ཚེའི་དོན་སྙིང་དང་མདུན་ལམ་གྱི་ཐད་ནས་གཅིག་མཚུངས་ཀྱི་གལ་གནད་ཆེན་པོ་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་མ་ཟད། མཚན་ཉིད་རིག་པའི་གཞུང་ལུགས་ཁག་ལ་སློབ་སྦྱོང་བྱེད་པའི་དགོས་དོན་ཡང་ཁེལ་བ་ཡིན་པས། སྙན་གྲགས་ཐོབ་འདོད་ཀྱི་ཆེད་དུ་མིན་པར། སེམས་རྒྱུད་བསྡུས་སྦྱོང་དང་ཀུན་སྤྱོད་ཇེ་ལེགས་སུ་གཏོང་བའི་དོན་དུ་ཡིན་པའི་ངོས་འཛིན་གཏིང་ཟབ་གནང་གི་ཡོད། འདི་ལྟ་བུའི་གཤིས་ཀ་ཐུན་མོང་མ་ཡིན་པ་ཞིག་དང། ཤེས་ཡོན་སློབ་སྦྱོང་ཐོག་ལྟ་ཚུལ་མ་འདྲ་བ་ཞིག་ཡོད་པའི་དབང་གིས། ཁོང་གི་ནང་དོན་རིག་པའི་གཞུང་ལུགས་སོགས་རིག་གནས་གང་འདྲ་ཞིག་ལ་གསན་བསམ་མཛད་ཀྱང། ཚིག་ཙམ་མ་ཡིན་པར་རིགས་པ་དང་རྒྱུ་མཚན་གྱི་ལམ་ནས་གནད་དོན་ཆེ་ཕྲ་ཀུན་ལ་དཔྱད་ཞིབ་མཐའ་སོན་པར་མཛད་ཡི་ཡོད་སྟབས། སྐུ་ན་གཞོན་དུས་ནས། འཛམ་གླིང་གི་བསྟན་པའི་སྲོག་ཤིང་ཞེས་པའི་མཚན་སྙན་གྱི་བསྔགས་པ་ཐོབ་པ་མ་ཟད། ལུང་རིགས་དང་རྩོད་པ་ཀུན་ལ་མཁས་པ་འགྲན་ཟླ་མེད་པ་ཞིག་ཏུ་གྱུར་པ་རེད། བསོད་ནམས་རྩེ་མོ་གཞོན་དུས་ནས་འཆད་རྩོད་རྩོམ་གསུམ་ལ་ཐོགས་རྡུགས་མེད་པར་གྱུར་པའི་རྒྱུ་མཚན་གཞན་ཞིག་ནི། ཁོང་གི་སློབ་སྦྱོང་གི་ལམ་སྲོལ་ལ་ཡང་འབྲེལ་བ་ངེས་ཅན་ཞིག་ཡོད་དེ། ཁོང་གིས། རྒྱུན་དུ་སློབ་སྦྱོང་མཛད་པའི་སྐབས། དགེ་རྒན་ལས་ཉན་པའི་ཚིག་འབྲུ་ངག་སྐྱོར་དང་བློ་འཛིན་བྱས་པ་ཙམ་མ་ཡིན་པར། དགེ་རྒན་གྱིས་སློབ་ཁྲིད་གནང་ཟིན་པའི་ཚིག་དང་དོན་རེ་རེའི་ཐོག་རང་གིས་ནན་ཏན་གྱིས་བསམ་བློ་བཏང་སྟེ། གོ་དོན་ཡང་དག་པ་ཞིག་རྟོགས་ཐབས་བྱེད་ཀྱི་ཡོད་ལ། གོ་དོན་དེའི་ཐོག་དཔྱད་ཞིབ་རིམ་པ་བྱས་ཏེ། གྲོ་ཐོག་ཆོད་པར་མཛད་ཀྱི་ཡོད། སློབ་སྦྱོང་ལམ་སྲོལ་འདི་ནི་སྐབས་དེའི་བོད་ཀྱི་མཁས་པ་རྣམས་ཀྱི་ཁྲོད་དུ་དར་ཆེ་བའི་སློབ་སྦྱོང་ལམ་སྲོལ་ཞིག་ཡིན་ཞིང། ལམ་སྲོལ་འདི་ལ་བརྟེན་ནས་དུས་སྐབས་འདིར་བོད་ཀྱི་སློབ་སྦྱོང་པ་ཕལ་མོ་ཆེ་བསམ་བློ་དང་ཀུན་སྤྱོད་གཉིས་ཐད་ནས་རང་ཚུགས་ཐུབ་པ་དང། རང་དབང་བའི་ལྟ་ཚུལ་ཡོད་མཁན་ཤ་སྟག་ཏུ་འཚར་ལོངས་བྱུང་ཐུབ་ཡོད་པ་རེད།